དེ་རིང་ང་ཚོས་ལོ་གསུམ་གྱི་སོ་བཞི་ཅན་གྱི་ཨ་མི་རི་ཁའི་ཉུའུ་ཡོར་ཁི་གྲོང་ཁྱེར་གྱི་སྤྱི་དཔོན་གཟོར་བན་མན་རྡ་ནི་གི་སྐོར་གཅིག་བཤད། ཁོས་ཨ་མི་རི་ཁའི་ཆབ་སྲིད་འདེམས་བསྐོའི་ལོ་རྒྱུས་ཀྱི་ཟིན་ཐོ་གསར་པ་ཁ་ཤས་ཟིག་བསྐྲུན་ཚེ། དང་པོ་ཉུའུ་ཡོར་ཁི་གི་ཁ་ཆེའི་སྤྱི་དཔོན་ཆེས་ཐོག་མ། གཉིས་པ་ཨ་ཧྥེ་རི་ཁ་ནས་སྐྱེས་པའི་ཉུའུ་ཡོར་ཁི་གི་ཁ་ཆེའི་སྤྱི་དཔོན་ཆེས་ཐོག་མ། གསུམ་པ་ལོ་རྒྱུས་ནང་གི་སྤྱི་དཔོན་ཆེས་གཞོན་ཤོས་ཀྱི་ཟིན་ཐོ་དེ་བྲིས་འདུག་མི་མང་པོ་ཟིག་གིས་ཁོ་ལ་ཨ་རིའི་སྲིད་འཛིན་ཁྲོམ་ཕུ་དང་མི་འདྲ་འདུག་ད་ལྟ་ཚུལ་གྱི་རིགས་གསར་བ་ཟིག་ཡོད་ཀྱི་འདུག་གོ་གི། ཁྲོམ་ཕུ་ཡིན་ན་ད་དབང་ཆ་ར་སྟངས་འཛིན་གྱི་ཕྱོགས་དེ་དམིགས་བསལ་གྱི་དོ་སྣང་ཡིན་ནོ་གི་མིན་ན་དེ་མི་ཟིག་རེད། མ་མདའ་ནས་མཚོན་ན་དེ་ལས་ལྡོག་སྟེ་ཉིན་རེ་རེའི་འདྲ་མཉམ་ར་མི་ཚང་མར་ལྟ་སྐྱོང་ར་ཤ་ཚ་དགོས་པའི་སྐོར་དེ་ནན་གོ་བྱ་གི་ཡོད་གི། ད་དུང་ཁོས་ཤུགས་ཆེན་པོས་སྤོ་མང་རྒྱབ་སྐྱོར་ར་སྤོ་མང་ད་ཉུའུ་ཡོར་ཁི་གྲོང་ཁྱེར་གི་སྲོག་ཤིང་ཡིན་འདུག་གོ་གི། འདིའི་སྐབས་ཀྱི་སྤོ་དམངས་ཟེར་གོང་ནང་རྒྱལ་ཁབ་གཞན་པ་ནས་གནས་སྤོར་ནི་ད་ཨ་མེ་རི་ཁའི་མི་སེར་ཆགས་འདོད་ནི་མི་ར་ཡང་ན་མ་འོངས་པར་མི་སེར་འཁྱགས་འགྱུར་གྱི་ཁྲིམས་ཐང་གི་ཡིག་ཆ་ཡོད་ནི་མི་དེ་རིགས་ཀ་སྤོ་དམངས་ཟེར། དེའི་སྟབས་ཀྱི་མི་མང་པོ་ཟིག་གི་ཁོའི་སྣེ་ཁྲིད་ཀྱི་འོག་ནས་ཉུ་ཡོར་ཁ་གཅིག་བྱས་ན་རང་དབང་རང་འདྲ་མཉམ་གྱི་མཚོན་བྱེད་ལྟ་བུ་ཟིག་ཏུ་འགྱུར་བར་ཡང་ངོས་འཛིན་བྱ་གི་ཡོད་གི། ཁོའི་འདེམས་ཁུལ་བའི་རྒྱལ་ཁ་ཐོབ་ནོ་རྗེས་ནས་ཁོས་ཉུའུ་ཡོར་ཁུ Trump པུའི་སྒྲིག་འཛུགས་ལ་ཁ་གཏད་བྱ་པའི་བཙན་རྫོང་ལྟ་བུ་ཞིག་ཏུ་འགྱུར་བར་ཡང་ཚང་མ་ཁས་ལེན་བྱས་ཡོད་སྐད། དང་པོ་ཡུ་གུན་ཏཱ་ཡི་བུ་ཞིག་ནས་ཉུའུ་ཡོར་ཁུ་གཅིག་དཔོན། ཟུར་བ་མན་དཱ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོར་ཨ་ཧྥེ་རི་ཁ་གི་ཤར་ཕྱོགས་ཀྱི་རྒྱལ་ཁབ་ཡུའུ་གན་དཱ་སི་ཅུ་ཏི་གི་ལྟེ་བའི་གྲོང་ཁྱེར་ཁཱ་མཕོ་ལཱ་སི་ཅུ་ཏི་གི་སྐྱེ་གཟུགས། ཁུའུ་ཨ་བྷ་མཱ་མུའུ་སྡི་མན་དཱ་ནི་ཡིན་ན་མིང་དུ་གྲགས་པའི་སློབ་ཆེན་གྱི་སློབ་དཔོན་ཟིག་ར་ཨ་མ་མི་ར་ན་ཡེར་ཡིན་ན་ཡང་མིང་དུ་གྲགས་པའི་གློག་བརྙན་བཟོ་སྐྲུན་པ་ཟིག་རེད། ཆུང་དུས་ཁོ་དཔེ་ཆ་རག་ཀློག་ཉིན་དུ་བགྲོ་གླེང་གི་ཁོར་ཡུག་ཧ་ཅང་འཁྲུག་ཆ་དོད་པོ་ཡོད་འདུག་པའི་ཁྱིམ་ཚང་ཞིག་ནས་འཚར་ལོངས་བྱུང་ཟིན། ལོ་ཟླུམ་གྱི་སྐབས་སུ་ཁོའི་ཁྱིམ་ཚང་ནིའུ་ཡོར་ཁུ་གནས་སྤོར་ཟིན། ཐོག་མར་ཁོས་དབྱིན་ཡིག་གི་ཆུ་ཚད་ཞན་ནོར་དག་གིས་གྲོགས་བསྒྲིགས་པའི་དཀའ་ངལ་ལ་སོགས་པ་དང་དཀའ་ཁག་རབ་དང་རིམ་པ་ཞིག་གདོང་ལྟ་ཟིན། ཡིན་ནའང་མཐའ་མཇུག་ཁོས་གྲོང་ཁྱེར་འདི་གའི་གསོན་ཤུགས་སེམས་གཏིང་གི་གཅིག་དགའ་ཟིན། པོ་མང་གཟུགས་ཡིན་པའི་ཆ་ནས་ཁེ་ལས་ཀྱི་དཀའ་སྡུག་ར་བར་ཆད་ད་དུང་ཁོངས་གཏོགས་ཀྱི་ཚོར་བ་སོགས་ཀྱི་དོན་སྙིང་ངོ་མ་ཡང་རྟོགས་སྲིད། ད་འདིའི་སྐབས་ཀྱི་ཁོངས་གཏོགས་ཟེར་དགོངས་དོན་དེ་ནི་ས་ཆ་གཞན་པ་གི་ཉི་གཟུགས་ནིའུ་ཡོར་ཁར་ཐོན་ན་ད་ཁྱོད་ཕྱི་མི་རེད་ཟེར་ན་ཐ་འདི་སྐྱེ་ལྡན་པ་སྙིགས་སྐྱེ་ཡི་སྐྱེ་ལྡན་དེ་མིན་མ་ཡི་ད་རང་གི་ས་སྣིག་གི་ཉི་ལྟར་བུ་བརྩི་བཀུར་འདྲ་དག་ད་ཐོབ་ཐང་རག་གོ་ནོ་དེ་མི་ཟིག་རེད། སློབ་གྲྭའི་ནང་ནས་ཁོས་རྒྱུན་དུ་འདྲ་མཉམ་འདྲ་དྲང་བདེན་མ་ཡིན་པའི་སྐོར་ནས་དྲི་བ་འདོན་གོ་ནོ་དཔེར་བཞག་ན། ཁྱི་ཟིག་གཉིས་ལ་ལ་ཟིག་མོང་བ་ཟིག་ཡོད་ན་ལ་ལ་ཟིག་གཅིག་ར་ཡོད་ན་མ་ར་ཟེར་གོ་ནོ་ལྟ་བུ། སློབ་ཆེན་གྱི་ནང་ནས་ཁོས་ཨ་ཧྥེ་རི་ཁའི་ལོ་རྒྱུས་ཆ་སྦྱོང་བྱེད་འདོད་གི་མི་ཚུལ་ལྟར་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་རབ་དང་རིམ་པ་ཟིག་ཡང་ཟབ་ཞུགས་བྱས་ཟིག། སློབ་མཐར་ཕྱིན་ལོ་རྗེས་ནས་ཁོས་ཉུའུ་ཡོར་ཁུ་གི་ས་ཁུལ་ཁུའུ་ཡིང་སི་ཟེར་རྒྱུ་དེ་ནས་གཡང་འབོད་དམའ་བའི་ཁྱིམ་ཚང་བའི་སྡོད་ཁང་ར་ས་མའི་རུ་སྔགས་བཙའ་རོགས། ད་དུང་ཁྲིམས་ལུགས་ཀྱི་ཕྱོགས་ཀྱི་རོགས་སྐྱོར་གྱི་ལས་ཀ་སོགས་མང་བ་ཞིག་བསྒྲུབས། རྗེས་ནས་ལས་ཀ་གི་ཉམས་མྱོང་འདི་དག་དང་ཁོས་ཆབ་སྲིད་ཀྱི་ལམ་ལ་བསྐྱོད་རྒྱུའི་སྒུལ་ཤུགས་ལྟ་བུ་ཞིག་གིས་གྱུར་སོང། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་ཁོས་ཉིའུ་ཡོར་ཁི་མངའ་སྡེའི་ནང་ཁུལ་གྱི་གྲོས་ཚོགས་ཀྱི་འཐུས་མིར་གྱུར་ཁོའི་ལྟ་ཚུལ་ལས་ནི་ཤིན་ཏུ་སྟབས་བདེ་ཟིག་ད་ཉིའུ་ཡོར་ཁི་སེ་གོ་ནོ་འདི་མྱི་ཚང་མ་དབང་ན་ཨེ་ནོ་འགྲིག་ནོ་དེ་རེད་ད་འགོ་ཁྲིད་ཀྱི་འཇོན་ནུས་ཟེར་ན་ཡང་ཞབས་འདེགས་ཞུ་རྒྱུ་མ་གཏོགས་དབང་ཤུགས་མི་སྣོ་གི་ངེས་ཤེས་ཡང་ཟབ་མོ་ཟིག་ཐོབ་ཡོད་གི། གཉིས་པ་བློ་ཡུལ་ལས་འདས་པའི་རྒྱལ་ཁ། མ་མདའ་ནས་གི་འདེམས་ཁུག་འགྲན་རྩོད་འདི་ནམ་རྒྱུན་གི་ཉུ་ཡོར་ཁུག་གི་འདེམས་ཁུག་གི་འགྲན་རྩོད་རྣམ་པ་དང་ཤིན་ཏུ་མི་འདྲ་བར། ཁོ་ལ་མ་དངུལ་དྲ་ཆབ་སྲི་མར་ནས་འགྲན་འདྲའི་འཛོམས་པོ་ཟི་མེན་ནོ་གི་མཁའ་དཔང་རག་ཡང་གཙོ་བོ་ཟི་མེན་ནོ་གི་སྟབས་ཀི་མང་པོ་ཟིག་གི་ཁོ་ལ་རྒྱལ་ཁ་ཐོབ་རྒྱུ་རེ་བ་ཆེར་བྱས་མེད་གི། ཁོའི་དམིགས་འབེན་ཤིན་ཏུ་གསལ་བོ་རེད། ཉིན་རེ་རེའི་ངོས་ནས་གྲོང་ཁྱེར་འདིའི་མ་མཐའི་འཚོ་བའི་འགྲོ་སོང་རང་གིས་ཁག་ཁུར་ཐུབ་ན་བྱ་སྤྱོད་དེ་རེད། ད་ལྟ་ཡིན་ན་དབྱེ་མཚམས་ཀྱི་ཁང་གླ་ར་ལས་ཤས་གོ་སྐབས་ཇེ་མང། སྤྱི་སྤྱོད་འགྲིམ་འགྲུལ་ཇེ་བཟང་བ་གཏོང་རྒྱུ་དེ་རེད། ཁོའི་ཆེས་ཆེ་བའི་འགྲན་ཡ་ཡིན་ན་ཉུའུ་ཡོར་ཁུལ་གྱི་ཁུལ་དཔོན་ནག་སེར་བ། Andrew Cuomo། ར་སྤྱི་མཐུན་ཏང་གི་ཁར་ཁྲེ་སི་སི་ལ་ཡི་བ་སྲིད་ཅུ་དི་གཉིས་པ་རེད། ཡིན་ན་ནི་མེ་མདའ་ནས་དམིགས་བསལ་གྱི་ཆ་རྐྱེན་ཟིག་ཡོད་ནོ་ད་ན་གཞུང་གི་འདེམས་ཤོག་ཕན་ནི་མོང་བ་ཟིག་ཡོད་ནོ་ད་རེད། ཁོས་རིན་གོང་མཐོན་པོའི་བརྙན་འཕྲིན་གྱི་ནང་ནས་དམིགས་བསལ་གྱི་ཁྱབ་བསྒྲགས་མ་བྱས་དུས་ཚ་བའི་ཐིག་ཐོཀ Instagram སོགས་ཀྱི་ནང་གི་རང་ཉིད་དངོས་སུ་ཁྱིམ་མཚེས་ཡིན་ན་རྐང་ཐང་འཇོག་ནི་ས་གནས་ཀྱི་ས་མ་ས་འོག་ནི་དེ་གའི་ལས་ཀ་ལས་བཞིན་པའི་ལས་མི་ཐད་ཀར་ཁ་བརྡ་བྱེད་དགོས་ནོ་བརྙན་ཐང་མང་བོ་བཟོས་ན་དགར་ཟིག། དང་བླངས་མི་སྣ་ཡིན་ན་ཡང་དགེ་རྒན་འདྲ་སློབ་མ་སྨན་ཞབས་པར་དངོས་ཟོག་སྐྱེལ་འདྲེན་པ་སོགས་རེད་སྟབས་དེ་ལ་སོགས་པའམ་དང་བླངས་མི་སྣ་འགའ་རོགས་རམ་ལྟ་ན་ཁོའི་སྐད་ཆ་ཁྱབ་གདལ་གཏོང་ཟིན། འདེམས་ཁོའི་སྙིང་གི་རྣམ་པ་ཧ་ཅང་ཛ་དྲག་ཆེ་ནས་དེ་མི་སྲིད་མཐའ་མའི་མཇུག་འབྲས་ཡིན་ན་འདི་འདྲ་ཟིག་རེད། མ་མདའ་ནས་ཀྱི་རྒྱབ་སྐྱོར་བྱ་ཚུལ་བརྒྱ་ཆ་གི་བཞི་བཅུ་བྱེད་ཀྱི། ཁོ་མོ་བ་རྒྱབ་སྐྱོར་བྱ་ཚུལ་བརྒྱ་ཆ་གི་སུམ་ཅུ་སོར་གི། སི་ལེ་བ་སི་ཅོ་འདི་ཁི་གཉིས་ཀ་བལྟས་ན་ད་རྗེས་སུ་ཆེན་པོ་ལས་དོན་ནི་དེ་མི་ཟིག་རེད། མཇུག་འབྲས་འདིས་ཆབ་སྲིད་ཆ་མཁས་བ་མང་བོ་ཧ་ལས་ཧང་སངས་གི་ཅིག་ཟིག། ཚོགས་ཕྱོགས་མང་པོ་ཡིན་ན་ཡང་ཁོ་ནི་རིམ་བཞིན་དྲག་པའི་གཡོན་ཕྱོགས་ཀྱི་སྐར་ཆེན་ཟིག་རེད་ཟེར་ན་འབོད་གོ་དཀའ། ན་གཞོན་མང་བ་མཚོན་ནས་བཤད་ན་ཁོའི་འདམ་ཕྱོགས་ཀྱི་རྒྱལ་ཁ་གི་རུས་བ་ར་མི་མང་གི་དབང་ཤུགས་སུ་བརྟགས་ནས་སླར་རྨང་གླག་ཏུ་སོན་ནོ་གི་རྟགས་མཚན་ཟིག་ངས་འཛིན་གི་ཡོད་གི། གསུམ་པ་ཁོས་ཉོ་ཡོར་ལ་བྱུང་བའི་རེ་འདུན། སྤྱི་དཔོན་ཞིག་གི་ངོས་ནས་བཤད་ན་མན་འདའ་ནས་འཆར་གཞི་ཆེན་པོ་ཡོད་གི། དང་པོ་སྤོ་མང་གི་སྲིད་ཇུས་ཁོའི་སྲིད་ཇུས་ཀྱི་ཐད་ཀར་དུ་ཁྲོམ་ཕུ་སྒྲིག་འཛུགས་ཀྱི་ཁ་གཏད་གཅོག་གི་ཡོད་གི། ཁོའི་རེ་བ་ཡིན་ན་དང་པོ་སྤོ་མང་གི་ཁེ་དབང་ཇེ་བཟང། གཉིས་པ་སྤྱི་མཐུན་སྲིད་གཞུང་གིས་ཕྱིར་ཕུད་བཏང་བའི་སྤོ་མང་སྲུང་སྐྱོབ། གསུམ་པ་ལས་ཤུགས་གོ་སྐབས་ཇེ་མང། བཞི་བ་ས་ཁུལ་ཚང་མའི་བདེ་འཇགས་ར་མཉམ་ཚུལ་ཁག་ཐག་གཅོད་རྒྱུ་རེད། ཁོས་བཤད་ན་ཉུ་ཡོར་ཁི་སྤོ་དམངས་ཀྱི་གྲུབ་དོན་ནི་གྲོང་ཁྱེར་ཟིག་ཡིན་ལུགས་ཀྱི་སྟབས་ཀྱིས་དམངས་གཙོ་ཡང་ཕྱིར་སྤོ་དམངས་ཀྱི་དབང་ལ་འགྲིག་གི་དུ་བྱེད་དགོས་ཀྱི། གཉིས་པ་སྤྱི་ཆོག་རླངས་འཁོར་རིན་མེད་ཁོས་སྤྱི་འཁོར་རིན་འདུག་རྒྱུ་འདི་ཐུན་མོང་གི་ཁེ་དབང་ཟིག་ཡིན་ན་འགྲིག་ནོ་མ་གཏོགས་ཁྱད་དབང་ཟིག་ཡིན་ན་མི་འགྲིག་གི་དུ་བྱེད་དགོས་ཀྱི། ད་སྤྱི་འཁོར་རིན་མེད་ཡིན་ན་དང་པོ་ལས་ཀ་བ་ར་ལྷོ་མའི་འགྲོ་སོང་གྲོན་ཆང་ཡོད་དམ་ནོ། གཉིས་པ་སྒེར་གྱི་རླངས་འཁོར་བེད་སྤྱོད་བྱ་ཚུལ་ཇེ་ཆུང་ངང་འགྱུར་ནོ། སུམ་པ་གྲངས་ཁྱེར་བཅས་གཙང་བ་འཇོག་ནོ་དུ་ཟེར་གོ་གི། གསུམ་པ་དམངས་ཡོངས་ཀྱི་བཤེར་སྐྱོང་ཞབས་ཞུ། ཧ་མ་ཚའི་ལས་ཀ་ར་ཁྱིམ་ཚང་གི་བར་ནས་གདམ་གསེས་བྱ་མི་དགོས་པར་བཤེར་སྐྱོང་ཞབས་ཁྱི་ཡོངས་ཁྱབ་ཏུ་ཡོད་ན་བོད་མི་མང་བོ་ངལ་རྩོལ་ནུས་ཤུགས་ཀྱི་ཁྲོམ་ར་ཞིག་བསྐྱོར་ཡང་རམ་འདེགས་ཡི་ཐུབ་དགོས་ཟེར་གོ་གི། བཞི་བ་རིན་གོང་དབྱེ་མཚམས་ཀྱི་དོ་ཁང། ཉོ་ཡོར་གྱི་གོང་ལ་ཤིན་ཏུ་མཐོ་ནོར་གྱི་ཁྱིམ་ཚང་རེ་རེ་རིན་གོང་དབྱིན་ཚིམ་གྱི་སྡོད་ཁང་རེ་ཡོད་པ་དང་ཁྱིམ་ཚང་སུ་དང་གང་ཟིག་གི་འཚོ་ན་ཡང་ཁང་གླ་གི་དབང་གིས་རང་ཉིད་སྡོད་ཁང་གི་ནང་གི་ཕྱིར་ཕུད་གཏོང་རྒྱུའི་ཉེན་ཁ་དེ་དོགས་མི་དགོས་ནས་བྱ་ན་འདོད་ཁོ་ཐག་བཞི་བ་མ་མཐའི་གླ་ཆ་དོར་བདག་ཁོས་སྤྱི་ལོ་ཉིས་སྟོང་སུམ་ཅུ་ལོའི་ཡར་སྔོན་དུ་དུས་ཚོད་རེའི་མ་མཐའི་གླ་ཆ་ཨ་སྒོར་ཉི་ཤུ་རྩ་ལྔ་གཏོང་རྒྱུའི་འཆར་གཞི་ཡོད་ད་དུང་ལས་ཀ་ཆ་ཚང་ཡོད་ནོ་བ་ལས་ཀ་བ་ཟིག་གི་ད་ཉུ་ཡོར་ཁ་ནས་དབུལ་ཕོངས་ཀི་འཚོ་བ་རོལ་མི་དགོས་ནོ་གི་ཡིད་ཆེས་ཡང་བྱ་གི་ཡོད་གི། ད་གོང་གི་མཐུན་རྐྱེན་འདི་ཚང་མ་བོ་འཛོམས་དགོས་ན་ད་ཁིར་ཁ་དཔལ་འབྱོར་གི་ཡོང་ཁུངས་གཙོ་བོ་ཟིག་མེད་ན་ད་མཐུན་རྐྱེན་འདི་རི་ཀ་སྒྲིམ་མི་ཐུབ་ནོ་ད་ཁ་གསལ་རེད། དེའི་སྟབས་ཀི་ཁོའི་དཔལ་འབྱོར་གི་ཡོང་ཁུངས་འདི་རི་ཀ་གང་རེད་ཟེར་ན་ད་འབྱོར་ལྡན་འདྲ་མཐུན་གཉེར་ཁང་ཆེན་པོ་དག་གི་ཁྲལ་ཇེ་མཐོ་གཏོང་རྒྱུ་དེ་སྐུལ་མ་ཡི་ཇོ་དར་རེད། དཔྱད་བརྗོད་མི་སྣ་གི་བཤད་ན་ཁོའི་འཆར་གཞི་འདི་དངུལ་རྩའི་གི་ཕྱོགས་ནས་དེ་འདྲ་དོན་དངོས་དང་མཐུན་ལུགས་མ་རེད་ར་མི་འདི་ནས་རང་གི་མཚོན་ན་ཡིད་ཆེས་བརྟན་པོ་ར་འདུག་རླབས་ཆེ་བའི་གསར་བརྗེ་གང་དང་གང་ཟིག་གི་མཚོན་ནའང་ཆེས་ཐོག་མར་དེ་འདྲའི་དཔེ་མི་སྲིད་པ་ལྟ་བུའི་སྣང་ཚུལ་ཟིག་ཡོད་གི་རྒྱུ་ནི་ཤེས་དགོས་གི། རྔ་བ་སྲིད་འཛིན་ཁྲོམ་ཕུ་བར་གྱི་འགལ་ཟླ། འདེམས་བསྐོའི་རྗེས་སུ་མན་དཱ་ནི་གི་དེ་མ་ཐག་ཏུ་ཁྲོམ་ཕུ་བ་ཁ་གཏད་བཅག་གི་ཡོད། ཁོས་བཤད་རྒྱུར། མི་སུས་དབང་ཆ་ལོག་སྤྱོད་བྱས་ན་ང་ཚོས་ངེས་པར་དུ་དབང་ཆ་ཕྱིར་འཐེན་བྱ་དགོས་ཟེར་གོ། ཁྲོམ་ཕུ་བ་ཚོ་ན་ཡང་དེ་མ་ཐག་ཏུ་ད་ཉེན་ཁ་གི་བརྡ་ལན་ཟིག་སྤྲད་ན་མགོ་རྩ་མ་ཐོག་པ་རེད་ཟེར་གོ། མགོ་ཁྲིད་གཉིས་ཀྱི་གཏན་ནས་མི་འདྲ་མོག་རེ་འདུན་ཡིན་ན་ད་ཁྲོམ་ཕུ་བ་མཚོན་ན་མི་རིགས་རིང་ལུགས་པ་སྟངས་འཛིན་དམ་དྲག་ཚོང་ལས་དབང་ཆ་འགྲན་རྩོད་ལ་སོགས་པ་དུ་ཀིར་གི་རེ་འདུན་རེད་ད་མན་ད་ནས་མཚོན་ན་འདྲ་མཉམ་སྤྱི་ཚགས་དམངས་གཙོ་སྤོ་དམངས་ཀྱི་དབང་ཆ་ས་ཁུལ་གཅིག་གྱི་དུ་རུ་ཀ་ཁོ་རང་གི་རེ་འདུན་རེད། ཁྲོམ་ཕུའུ་སྒྲིག་འཛུགས་ཀྱི་སྤྱི་མཐུན་སྲིད་གཞུང་གིས་ཉུའུ་ཡོར་ཁུལ་གྱི་རོགས་དངུལ་ཉུང་འཕྲི་ཡོད་རྐྱེན་འཛིན་ན་འཇིགས་སྐུལ་བྱེད་དགོས། མི་འདའ་ནས་གིས་དེ་ལ་རྒོལ་ལན་དྲག་པོ་སྤྲད་དེ་བྱེད་རྒྱུ་ཇི་ལྟར་ཡིན་ན། ཉུའུ་ཡོར་ཁུལ་སྔར་དུས་ཀྱི་ལོ་རེ་རེ་བཞིན་དུ་ཝ་ཤིན་ཏོན་ལ་འཕྲལ་སྒོར་མོ་འབུམ་ཕྲག་མང་སྦྱར་བཞིན་ཡོད་པས་ད་ལུགས་མཐུན་གྱི་བརྩི་བཀུར་བྱས་ན་འགྲིག་གི་བྱེད་དགོས། ཁོས་གྲོང་ཁྱེར་རིམ་པའི་ཁྲིམས་རྩོད་པ་ཉིས་བརྒྱ་ལྷག་གདན་ཞུ་བྱས་ཏེ་ཉུའུ་ཡོར་ཁི་གི་སྡོད་ཁང་ར་སྤོ་དམངས་སློབ་གསོ་སོགས་ཀྱི་ཁེ་དབང་སྲུང་སྐྱོབ་ཀྱི་འཆར་གཞི་ཡོད། ཆབ་སྲིད་ཆ་མཁས་པས་ཉུའུ་ཡོར་ཁི་མངའ་སྡེ་འདི་ཁྲོམ་ཕུའུ་སྒྲིག་འཛུགས་ལ་ཁ་གཏད་གཅོག་པའི་ལྟེ་བ་རུ་འགྱུར་རྒྱུ་རེད་ཟེར་ནས་བཤད་ཀྱི་ཡོད། ད་རུང་ཁ་ཤས་ཤིག་གིས་དཔལ་འབྱོར་གྱི་གནོད་སྐྱོན་ཐེབས་རྒྱུར་ཡང་སེམས་ཁྲལ་བྱེད་ཀྱི་ཡོད། ཡིན་ནའང་མངའ་སྡེའི་མི་སེར་མང་པོ་ཟིག་གི་མན་ད་ནེ་གི་སྙིང་སྟོབས་སྔར་བཞིན་རྒྱབ་སྐྱོར་འདྲ་ཡིད་ཆེས་བྱ་གི་ཡོད། རྔ་བ་གྲོང་ཁྱེར་ཁ་འཐོར་ནའང་སྔར་བཞིན་རེ་བའི་ཁང། ཉུའུ་ཡོར་ཁི་སྣ་མང་རང་བཞིན་གྱི་ཁང་ཡོད་ནར་མི་རྣམས་ཀྱི་བསམ་ཚུལ་སྔར་བཞིན་ཐ་དད་པ་རེད། རྒྱབ་སྐྱོར་མི་སྣས་བཤད་ན་ཁོའི་སྲིད་ཇུས་ཀྱིས་མི་རྣམས་ཀྱི་འཚོ་བ་སྔར་ལས་འདྲ་མཉམ་ར་གནས་ལུགས་ཅན་གྱི་གཏོང་བ། དཀྱིལ་འཁོར་རིམ་མེར་བཞག་གང་ལ་ཡིན་གསུམ་མ་མཐའི་ལས་ལ་སྔར་ལས་མཐོན་པོ་ངེས་པར་དུ་དགོས། ཁོས་སྤྱིར་བཏང་གི་མང་ཚོགས་ཀྱི་བསམ་ཚུལ་ཡང་ཉན། ཁོས་དྲང་བདེན་དང་མདུན་སྐྱོད་མཚོན། ཁ་གཏད་མི་སྣས་བྱས་ན་ཁྲལ་མཐོན་པོས་ཚོང་ལས་ལ་གནོད། མཐུན་གཉེར་ཁང་མང་བོ་ཕྱི་སྤོར། ཚད་ལས་བརྒལ་བའི་འགྲོ་སོང་གིས་བུ་ལོན་ཇེ་མང། གྲོང་ཁྱེར་འདིར་གཏན་འཇགས་དགོས། གང་ལྟར་ན་གཞོན་མང་བས་སྔར་བཞིན་ཁོ་ནི་རེ་བའི་རྟགས་མཚན་གཟུགས་དུ་ངོས་འཛིན་གྱི་ཡོད་ལ་ཁོའི་སྤོ་དམངས་ཀྱི་ཉམས་མྱོང་གིས་མི་མང་ཁྲི་ཕྲག་མང་བོར་སེམས་འགུལ་ཐེབས་སུ་བཅུག་ཡོད། ཡིན་ན་ར་གྲོང་ཁྱེར་འདིའི་གདོང་གཏོད་དགོས་པའི་འགྲན་རྩོད་ནི་སྔོན་རྩིས་དཔལ་འབྱོར་གྱི་བུ་ལོན། རིན་གོང་དབྱེ་མཚམས་ཀྱི་སྡོད་ཁང་མི་འདང་བ། ཆབ་སྲིད་ཀྱི་ཁ་འཐོར་དབུལ་ཕོངས་ཀྱི་ས་ཁུལ་མང། མང་པོ་གཟིགས་ཀྱི་མ་འདའ་ན་ཡི་མཐུན་དྲིལ་བསྒྲགས་རེ་བ་ལྷར་གསོལ་ནས་རྒྱུག་གི་ཡིད་ཆེས་བྱས་ཡོད། ཁོས་རྒྱུན་དུ་བཤད་རྒྱུ། གལ་སྲིད་ང་ཚོས་མཐུན་སྒྲིལ་གྱི་དཔུང་བ་མཉམ་དུ་གཤིབ་ཐུབ་ན་གྲོང་ཁྱེར་འདི་སྒྲུབ་མི་ཐུབ་ནོ་གི་བྱ་བ་གཅིག་ར་མེད་ཟེར་གོ་གི། དྲུག་པ། ཨ་རི་བ་རྣམས་ལ་མཚོན་ན་ཁོའི་རྒྱལ་ཁ་ཡིས་ཅི་ཞིག་མཚོན། མཱན་དཱ་ནི་གི་འདེམས་ཁོའི་རྒྱལ་ཁ་གི་ཉུའུ་ཡོར་གི་གཏམ་རྒྱུད་ཙམ་ཟིག་མི་མཚོན་པར་ཨ་མི་རི་ཁའི་ལོ་རྒྱུས་ཀྱི་དཀྱོགས་མཚམས་ཟིག་མཚོན་སའི་སྐོར་གི་ན་གཞོན་འདྲ་སྣ་མང་རང་བཞིན་གྱི་འགོ་ཁྲིད་འཕེལ་བཞིན་པ། ཡར་ཐོན་གྱི་བསམ་བློ་ལ་སྟོབས་ཤུགས་ལྡན་པ། སྤོ་མང་ར་གྲངས་ཉུང་མི་རིགས་ཀྱི་རང་གི་འཐུས་ཚབ་རང་བཞིན་གྱི་ངར་ཤུགས་སྔར་ལས་མཚོར་བ། དམངས་གཙོའི་ཏང་ཨུའི་ཚོགས་ནི་ཁོས་ཡར་རྒྱས་ཕྱོགས་ཁག་གི་སྟོབས་ཤུགས་ཀྱི་སྐུལ་འདེད་བཏང་ཡོད། ཁྲོང་ཕུ་སྒྲིག་འཛུགས་ཨུའི་ཚོགས་ནི་ཁོས་ངོ་རྒོལ་ཕྱོགས་ཁག་ཅིག་མཚོན་ཚད་བཀོད། ཆབ་སྲིད་ཆ་མཁས་པའི་ཞལ་ནི་གྲོང་ཁྱེར་ཆེན་པོའི་མཉམ་འབྲེལ་གྱི་རྒྱལ་ཁབ་ཀྱི་སྲིད་ཇུས་བཀག་འགོག་ར་ལ་ལས་ད་དུང་གྲོང་ཁྱེར་འགོག་རྒོལ་ཡང་ཟེར་གི། ཨ་མེ་རི་ཁའི་ས་གནས་སོ་སོ་ནས་མན་དཱ་ནའི་གཤམ་གྱི་ཚོགས་ཁག་འདི་དག་གི་མཚོན་བྱེད་ལྟ་བུ་ཟིག་ཏུ་གྱུར་ཡོད། སྤོ་རྨོ་བ་མཚོ་ནི་སྐྱེ་ཁུངས་ཀྱི་རྒྱབ་ལྗོངས་ཚད་བཀག་ཅི་ཡང་མེད་ནོ་གི་ཉེ་ལམ། ན་གཞོན་རིགས་པ་མཚོ་ནི་ཆབ་སྲིད་ཡང་གཞུང་དྲང་ཞིག་ཡིན་ཆོག་པ། གྲངས་ཉུང་མི་རིགས་མཚོ་ནི་འཐུས་ཚབ་དབང་ཆ་ཡང་གལ་འགངས་ཆེ་བ། ཁོའི་ཁྱབ་བསྒྲགས་ཕྱོགས་བྱང་གི་བསྒྲགས་གཏམ་སློབ་ཆེན་སོ་སོའི་ར་བ་རུ་སྤྱི་ཚོགས་སྨྱན་སྦྱོར་གྱི་སྟེང་ཁྱབ་བརྡལ་སོང་ཟིན། འགྱུར་ལྡོག་ནིའུ་ཡོར་ནས་མགོ་བརྩམས་ཟེར་ཁོ་གི། ཕུགས་རྒྱང་རིང་བའི་དམིགས་འབེན་དང་སྔོན་རྩིས་འཆར་གཞིའི་བར་གྱི་ཧེ་བག་སོགས་ཁོའི་གདོང་སྟོད་དགུ་ནོར་གྱི་འགྲན་རྩོད་སྔར་བཞིན་མང་ན་ར་མི་མང་པོ་ཟིག་གིས་ཁོ་གྲ་སྒྲིག་ཡོད་པའི་ཡིད་ཆེས་བྱས་ཡོད་ཀི། གསར་འགོད་པ་ཚོས་ཁོ་ནི་གྲོང་ཁྱེར་གྱི་སྤྱི་དཔོན་ཙམ་མ་ཡིན་པར་གསར་བརྗེའི་མཚོན་དོན་ཡིན་ཞེས་བཤད་ཁོ་གི། ཡང་གསར་འགོད་པ་གཞན་པ་ཞིག་གིས་བྱས་ན་ཨ་མེ་རི་ཁའི་མ་འོངས་པ་ཡང་ཆེར་ཉུའུ་ཡོར་ཁུལ་ནས་འགོ་འཛིན་རྒྱུ་རེད་ཅེས་ཤོད་ཀྱི་ཡོད།